ཟླ་འདིའི་ང་ཚོ་བོད་རྒྱལ་དར་འདི་ང་ཚོ་ནང་མོལ་ལ་ཡོད་ཡོད་འདི་ཚང་མ་ང་ཚོ་བོད་ཀྱི་ལུང་པ་འདི་ཚོ་ཚོན་མགོ་རེད། ཨ་བོད་ལུང་པ་ཚོན་སྐབས་ང་ཚོ་བོད་ཀྱི་ཆོས་དང་རིག་གཞུང་ཨ་ནི་སྐད་ཡིག་དང་ཨ་ནི་ང་ཚོ་གོམས་གཤིས་ཡག་རིགས་འདི་ཚོ་ཡང་འཛམ་གླིང་ཡོངས་ལ་དར་ཁྱབ་ཡོང་བ་ཆེད་དུ་ཨ་ནི་ང་ཚོ་མཐའ་གཅིག་གིས་སྟོང་པ་བཞག་གོ་རེད། ཨ་ནི་འདི་སྙམ་དུ་གལ་སྲིད་ཟླ་འདི་མཐའ་བཞི་རྒྱ་ཡི་ཚེ་ད་སིལ་བཏང་ན་ང་ཚོ་ད་ལྟ་ང་ཚོ་བོད་ཀྱི་བོད་ཀྱི་གོམས་གཤིས་དང་གོམས་གཤིས་ཡག་འདི་ཚོ་དང་ཨ་ནི་ཆོས་དང་རིག་གཞུང།

ནོར་བུ་ག་གེར་འདི་ཁོ་ཚོ་ཡི་མཚོན་ད་འདི་ཆེ་འདི་ཡ། གཅིག་འདི་ཡ་གཉིས་ཆུང་རྡོ་རྗེ་གྲགས་ལྡན་ཚུ་འགོ་རེད། ཨ་ནི་གཞན་པ་འདི་ཡ་ཨ་ང་ཚོ་དཔའ་འདི་ལ་མོ་ཚུ་འགོ་རེད། ཨ་ནི་འདི་ཉེན་རྟོག་ང་ཚོ་ནོར་བུ་སྨན་པ་ཁ་དོག་གསུམ་ལྡན་འདི་ཡ། སེམས་ཉིད་གཉིས་ཀྱི་ག་དུས་ན་ལག་པ་གཅིག་གཡས་པ་ག་འདེའོ་རེད་གཅིག་གཡོན་མ་ག་འདེའོ་རེད། ཨ་ང་ཚོ་འདི་གངས་རི་འདི་ཡ། ཡུལ་གྱི་ཡ་སྐྱོ་པ་འདི་ཚོ་ཚུ་འགོ་རེད་ད་ཡུལ་འདི་ཚོ་ཚུ་འགོ་རེད་ཟ་འོ་ད་ང་ཚོ་བོད་ཀྱི་ཡུལ་ལུང་ཡ་འབུར་དུ་ཐོན་ཡོད་ར་རི་ཚོ་ཚད་ལ་གོ་ལའོ་ར།

ཆགས་ཀྱི་འདུག་སྡུག་པོ་བྱུང་གི་འདུག་འོ་ནང་བཞིན་ང་ཚོ་ཉི་མའི་འོད་འདི་ཡོད་ད་ང་ཚོ་འཛམ་གླིང་ཡོངས་ལ་ཡོད་དར་ཁྱབ་ཡོང་བ་ཤོད་ལེ་ན་ང་ཚོ་འཛམ་གླིང་ནང་ལ་བོད་བོད་ནང་ལོ་བོད་ཁོ་རང་ནང་ལོ་ལ་ཡོད་སྐྱིའུ་ཡོང་གི་འདུག་སྐྱིའུ་ཡོང་བ་ནང་བཞིན་གྱི་ད་འཛམ་གླིང་ཡོངས་ལ་ཨ་ནི་སྐྱིའུ་ཡོང་བ་ཤོད་ལ་འོ་ཨ་ནི་འོ་ནི་ཉི་མ་འདི་ཡི་ཡོད་ཉི་མ་འདི་མི་ཚང་མ་ལ་དྲོད་ད་དྲོད་འོད་འོད་འདི་ཚོ་སྐྱེ་བྱུང་བ་ལ་ཨ་ནི་མི་ཚང་མ་སྐྱིའུ་ཡོང་གི་ར་ད་ད་འོ་འདི་ཡོད་བོད་གཅིག་པོ་ཁོ་རང་ལ་སྐྱིའུ་ཡོང་མ་ཡོང་ཆ།